བར་ཆད་མང་པོ་ཡོད་རེད་ང་ཚོ་ལ་ད་ཁ་བརྡ་ཅིག་གིས་དཔེ་ཆ་ཅིག་གིས་ཀྱིས་ང་ཚོ་བླ་མའི་སྐུ་ནས་འགྲོ་དགོས་ཀྱི་འདུག་འགྲོ་སོང་ཆེན་པོ་རེད་དཔེ་མང་པོ་འགྲོ་ད། བློ་གྲོས་རྒྱ་མཚོ་ཞེས་པའི་མདོ་དེའི་ནང་ལོགས་ལ་ཡང་ང་ཚོ་ཉམས་ལེན་པ་ཚོ་ལ་ཡང་མེད་དུ་མི་རུང་བ་ཅིག་ཡོང་བསྡད་ཀྱི་ཡོད་རེད་ད་འདིའི་ནང་ལོགས་ལ་སྤྱིར་དོན་དམ་པའི་གནས་ཚུལ་ཟབ་མོ་སྟོང་པ་གཉིས་གཏན་ལ་ཕབ་ནས་དེ་ཁ་ཚང་ཤར་བར་དུ་ཕྱིན་པའི་སྐབས་སུ་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཟེར་ནས་གཟུགས་ནས་རྣམ་མཁྱེན་གྱི་བར་དུ། འབྲས་རྐང་རེ་རེ་བཞིན་དུ་སྦྱར་བྱས་ནས་ཆོས་ཐམས་ཅད་བདག་མེད་པ་ལ་གཏན་ལ་ཕབ་ཡོད་རེད་ད་དེ་ང་ཚོ་སྤྱི་བཏང་དཔེ་ཆ་བལྟས་ནས་ཅིག་སློབ་སྦྱོང་བྱས་ནས་གཞི་ནས་ཉམས་ལེན་བྱེད་ཡ་ཅིག་མ་གཏོགས་ད་ལྟ་ལས་དང་པོ་བ་ཟེར་ན་ཡང་མི་འདུག། འཇིག་རྟེན་པ་ཟེར་ན་ཡང་མི་འདུག་ང་ཚོ་ཐུན་མོང་གི་ཆོས་བྱེད་པ་ཚོ་གིས་བསམ་བློ་བཏང་མ་རུང་བ་ཅིག་དང་བློ་ཡི་བཅུད་ཡུལ་དུ་མ་གྱུར་བ་ཅིག་རྩ་ནས་མ་རེད། ད་ལྟ་འདི་བློ་རིག་རྒྱ་མཚོ་ཞེས་པའི་མདོ་ནང་ལ་ཡང་ཆོས་བྱེད་ཚུལ་ཆོས་བྱེད་ཕྱག་རྒྱ་ཆོས་རབ་ཏུ་རྣམ་པར་འབྱེད་པ་དེ་ཚོ་བཀྲལ་ཏེ་ཐམས་ཅད་མཁྱེན་པ་བསྒྲུབ་འདོད་ཡོད་ངེས་ཐམས་ཅད་མཁྱེན་པ་མངོན་དུ་བྱེད་འདོད་ཡོད་ངེས་ཅིག་ཡོད་ན་དེ་ནི་ཆོས་ཟབ་མོ་འདི་འདྲ་ཅིག་ལ་ཡང་མ་བརྟེན་པ་ཐབས་མེད་པར་སོང་བ་རེད། དེ་གསུངས་ཡོང་དུས་ད་ནང་ལོང་ལ་འདུག་ཟེར་ཟིན་དབྱེ་བ་ཕྱེ་ཡོང་དུས་བསམ་པ་ལ་བློ་གྲོས་རྒྱ་མཚོ་བཞུད་པའི་གེ་མདོ་སྡེ་ཟབ་མོ་འདིས་ནང་ལོག་འདི་དེ་ནས་མོས་ནས་ཀྱང་འཛིན་པ་དང་ཟབ་མོས་ནས་བསྲེག་ཡོང་དུས་ཡིད་ལ་བྱེད་དགོས་ཀྱི་འདུག་ཉམས་སུ་ལེན་དགོས་ཀྱི་འདུག་ཉམས་སུ་ལེན་ཐུབ་པར་ཤོག། ཉམས་སུ་ལེན་གྱི་ཡིན་བསམ་པའི་གི་འདུ་ཤེས། ཡིད་ཆེས། དེ་འདྲ་ཅིག་དགོས་ཀྱི་ཡོད་རེད་ཟེར་མོད་པ་ཟེར་ཡག་འདི་དེ་རེད་བ། རྟོགས་པའི་སྐད་ཆ་མ་རེད་ད་ང་ཚོ་སུ་ཡིན་ན་མོས་པ་ཡོད་རེད། བཟང་མོ་སྟོང་པ་ཉིད་ཀྱི་དོན་དེ་སུས་ཀྱང་རྟོགས་པ་ལ་རེ་བ་ཡོད་རེད། མོས་པ་ཡོད་རེད་སྨོན་པ་ཡོད་རེད། ག་རེ་ཟེར་ན་དེ་ལྟ་བུའི་གི་བཟང་མོ་སྟོང་པ་ཉིད་ཀྱི་དོན་དེའི་རྒྱུད་ལ་མ་སྤྱད་ན། ཐམས་ཅད་བྱེད་པ་འབྲས་བུ་དེ་ཐོབ་ཐུག་གི་ཡོད་མ་རེད། དེ་འདྲ་ཡིན་དུས་འདི་ན་ལ་ཡང་འཛིན་མོས་ནས་ཀྱང་མོས་པ་ཙམ་གྱིས་ཕན་གི་མ་རེད། མོས་ནས་ཀྱང་འཛིན་དགོས་ཀྱི་རེད་འཛིན་ཟེར་དུས་སེམས་ལ་ཡང་ནས་ཡང་དུ་བཅང་དགོས་ཀྱི་རེད་གསུངས་པ་རེད། འཛིན་པ་བཅང་བ་ཨ་ནི་ལོག་པ། ཤེས་རབ་སྙིང་པོ་མདོ་སྔ་དྲོ་ང་རང་རྟག་པར་གསུང་གི་ཡོད་རེད་བ། ད་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་ཟེར་ཚང་མའི་གི་ཐུགས་ལ་ཡོད་རེད་བ། འོ་དེ་ཡང་ཅིག་ད་མངོན་སུམ་དུ་རྟོགས་པ་ཡོད་ན་ད་རབ་རེད་དེ་དེ་ལྟར་མེད་ན་ཡང། གཟུགས་རང་བཞིན་གྱིས་མ་གྲུབ་པ་སྒྲ་རང་བཞིན་གྱིས་མ་གྲུབ་པ་རེད་བསམ་པ་གཟུགས་དང་སྒྲ་དང་དྲི་དང་རོ་རེག་བྱ་ལའང་སོགས་པ་མདོར་ན་གཟུགས་ནས་རྣམ་མཁྱེན་གྱི་བར་དུ་བསྡུས་པའི་ཀའི་མདོར་ན་འཁོར་འདས་ཀྱི་ཆོས་གང་དང་གང་ཡིན་པ་ཐམས་ཅད་དེ་མིང་བཏགས་ཙམ་དང་བློ་ཡི་བར་བཏགས་ཙམ་ཞིག་རེད་མ་གཏོགས་དོན་ལ་རང་བཞིན་གྱིས་གྲུབ་པ་ཡོད་མ་རེད་བསམ་པའི་ཀའི་དོན་དེ་ཡིད་ལ་བརྐྱང་འགུག་གི་རེད་གསུང་བ་རེད་འདུག་བ་དེ་ད་ཚང་མས་ཀྱི་བརྐྱང་འགུག་ཡོད་རེད། རབ་བྱུང་གཅིག་པུ་སྐད་ཆ་མ་རེད། འདི་ནི་འཇིག་རྟེན་པ་ཡིན་ན་རེད་ད། ཐམས་ཅད་ཤེས་པའི་གོ་འཕང་ཐོབ་ན་བསམ་པའི་ཀའི། ཡིད་ལ་རེ་བ་དང་མོས་པ་ཡོད་མཁན་ཚོ་གིས་ཀྱང་གོ་རེ་ཀློག་པ་འདོན་པ་རྟོག་པ་རྟོག་པ་ཟེར་ན་ར་ལྟ་ད་ལྟ་ན་རུ་རྟོག་ཁ་དོག་ཡང་འཇུག་ཡོད་མ་རེད་དེ་ཟེར་དུས་རྣམ་པར་རྟོག་པའི་སྐད་ཆ་རེད་བ། སྟོང་ཉིད་ཡིད་ཆེས་བྱེད་དགོས་ཀྱི་ཡོད་རེད་གཟུགས་ཡོད་མ་རེད་གྲ་སྒྲིག་ཡོད་མ་རེད་རི་ཡོད་མ་རེད་ད་ག་ནང་བཞིན་གྱི་ང་རང་ཚོ་ལ་ལྟ་གཅིག་གིས་གཅིག་སྡུག་ལེགས་ཉེས་རྐྱེན་བཟང་ངན་མང་པོ་ཅིག་འཕྲད་བསྡད་ཀྱི་ཡོད་རེད་ཉི་མ་རེ་རེ་བཞིན་དུ་ཨ་མཚམས་ཚང་མ་ནས་རྐྱེན་བཟང་པོ་དེ་ཚོ་འཕྲད་ཡོང་དུས་ཡང་ཅིག་དགའ་བ། སྤྲོ་བ་དེ་ལ་ཞེན་ཆགས་ཀྱི་ཐོག་ནས་ད་རྐྱེན་ངན་པ་རེ་འཕྲད་ཡོང་དུ་འདུག་པ་ཡིད་དུ་མི་འོང་བ་དང་དེ་ལ་ཡང་ལས་སོ་མ་རུང་བ་ཅིག་རེད་བསམ་ནས་འདུག་སེམས་ལ་ཡང་ཆགས་སྡང་འགའ་འདུག་དེ་འདྲའི་ཅིག་གི་རྣམ་རྟོག་གི་རྐྱེན་མང་པོ་ཅིག་ཡོང་སྡད་ཀྱི་ཡོད་རེད་ད་དེ་ཚོ་ཡོང་དུས་བརྩམས་པ་ལ་ང་ཚོ་སྡུག་པོ་སླེབས་ཡོང་དུས་ཡང་ཅིག་མཆོག་གསུམ་ལ་གཟུང་ཐབས་བྱེད་ཡ་དང་ལྷ་དྲག་པོ་སྒྲུབ་ཡ་ལ་སོགས་པ་དེ་ཚོ་བྱེད་ཀྱི་ཡོད་རེད་བ་དེ་ཚོ་མོ་གོ་བ་བྱས་ནས་ད་ལྟ་འདི་ནང་ལ་ཡང་སྟོང་པ་ཉིད་ཀྱི་དོན་ཟབ་མོ་དེ་ཡིད་ལ་བྱས་ནས། བཅོམ་ལྡན་འདས་ཀྱིས་གསུངས་འདུག་ཇི་ལྟར། གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་དོ་ཟེར་ནས་མདོར་ན་གཟུགས་ནས་རྣམ་མཁྱེན་གྱི་བར་དུ་འདུས་པའི་ཆོས་ཐམས་ཅད་དེ་རང་བཞིན་གྱིས་གྲུབ་པ་མི་འདུག་དེ་ལ་བརྟེན་ནས་ད་ལྟ་སོ་སོ་ལ་ཡང་རྐྱེན་བཟང་པོ་དང་ངན་པ་ག་རེ་བྱུང་བ་ཡིན་ན་ཡང་དེ་ཐམས་ཅད་དེ་ཡང་བག་ཆགས་ངན་པ་ལ་གོམས་པའི་སྟོབས་ཀྱིས་བདེན་པར་ཞེན་པའི་གི་བློ་ཡི་བག་ཆགས་དེ་ཐུགས་དྲག་ཏིང་རིང་དྲག་གོམས་པ་ཡུན་རིང་དྲག་ནས་ང་ཚོང་གིས་དེ་ལ་ཡང་བཟློག་གོམས་བྱས་མ་ཐུབ། དེ་ལ་ཡང་སྟངས་འཛིན་བྱེད་མ་ཐུབ། འོ་དེ་འདྲ་གི་དཀའ་ངལ་བྱུང་བ་རེད་བསམ་ནས། སྟོང་ཉིད་ཀྱི་དོན་དེ་བློ་ངོར་ལ་ཡང་ཅུང་ཟད་འཆར་བཅུག་དེ་འདྲ་ཞིག་བྱེད་ཀྱི་ཡིན་ན། བཅོམ་ལྡན་འདས་ཀྱིས་འདི་ནང་བ་ལ་ཡང་ག་རེ་གསུངས་འདུག་བསམ་ན་བར་ཆད་ཀྱི་གཡུལ་ལས་རྒྱལ་བའི་གི་ཐབས་ཟབ་ཤོས་ཡང་དེ་ཡིན་གསུངས་འདུག་བ། བར་ཆད་མང་པོ་ཡོད་རེད་ད་བར་ཆད་མང་པོ་གླས་ཡོད་དུས་ང་ཚོ་ཅི་དྲག་གང་དྲག་སེ་ལྷ་འབོད་བྱེད་ཀླུ་འབོད་བྱེད་འདྲེ་འབོད་བྱེད་ཐབས་ཤེས་མང་པོ་བྱེད་ཀྱི་ཡོད་རེད་དེ་ཚོ་བྲལ་ཏེ་ལས་སུ་མ་རུང་བའི་ཐབས་ཆགས་ཀྱི་ཡོད་རེད་ད། ལས་སུ་རུང་བའི་གི་ཐབས་ཟབ་ཤོས་དེ་ག་རེ་ཟེར་ན་འདི་ལྟ་བུ་གི། ཆོས་བསམ་མོ། དོན་བསམ་མོ། ཡིད་ལ་བྱེད་པ་ཡིན་ན། ཁ་སང་ཞུས་པ་ལྟ་བུ་རེད་ཐམས་ཅད་མཁྱེན་པ་ཡིད་ལ་བྱེད་ཟེར་ཡག་དེ་འདི་རེད། འདིའི་མདོ་ནང་ན་འདུག་བ། ཐམས་ཅད་མཁྱེན་པ་ཟེར་ཡག་དེ་འབྲས་བུ་ཐམས་ཅད་མཁྱེན་པ་གཅིག་དང། ལམ་གྱི་ཐམས་ཅད་མཁྱེན་པ་གཅིག་གཉིས་བཞག་ཡོད་རེད་ང་ཚོ་ཀླུ་རིགས་རྒྱ་མཚོས་ཞུས་པའི་མདོ་ནང་ན་ཡང་གསལ་བོ་འདུག་བ། ཐམས་ཅད་མཁྱེན་པ་ཡིད་ལ་བྱེད་པའི་ཐོག་ནས་སྦྱིན་པ་ལ་བསླབ་པ། ཐམས་ཅད་མཁྱེན་པ་ཡིད་ལ་བྱེད་པའི་སྐབས་སོགས་ལ་བཟོད་པ་བསྒོམ་དགོས་བ། ཐམས་ཅད་མཁྱེན་པ་ཡིད་ལ་བྱེད་ཟེར་བའི་སྐབས་སོགས་ལ། བཟོད་པ་སྒོམ་སེལ་གྱི་ཡུལ། བཟོད་པ། སྒོམ་པའི་གི་བྱེད་ལས། སོགས་ནི་བཟོད་པ་དེ་གསུམ་ཀ་ཡང་རང་བཞིན་གྱིས་མ་གྲུབ་པ་རེད་བསམ་པའི་གི་སྟོང་ཉིད་ཀྱི་བློ་ཡི་ཡིད་བྱེད་ཀྱི་ཐོག་ནས་ཉམས་ལེན་བྱས་ན་དེ་ཐམས་ཅད་མཁྱེན་པའི་ཡོན་ཏན་རེད། ཐམས་ཅད་མཁྱེན་པའི་བློ་རེད། ད་ག་ན་ཤིང་གི་རྐྱེན་བཟང་ངན་རང་ལ་གང་བྱུང་བ་ཡིན་ན་ཡང་རང་ཉིད་དེའི་རྐྱེན་དབང་དུ་མ་སོང་ནས། རྐྱེན་གང་དང་གང་བྱུང་བ་དེ་ཉམས་ལེན་ལ་ཚུལ་ཆེར་བཤད་ན་དེ་ཐམས་ཅད་ཆེན་པོའི་གི་ཉམས་ལེན་རེད། ཐམས་ཅད་ཆེན་པོའི་གི་ལམ་རེད། ཐམས་ཅད་ཆེན་པོའི་གི་ཡིད་རེད། ཐམས་ཅད་ཆེན་པོའི་གི་བློ་རེད། ཐམས་ཅད་ཆེན་པོའི་རྟོགས་པ་རེད་གསུངས་འདུག་བ། དེ་འདྲ་ཡིན་དུ་རྟོགས་པ་བློ་དེ་ཡང་ལས་སུ་མ་རུང་བ་མ་ཡིན་པ་ལས་སུ་རུང་བ། དངོས་པོའི་གནས་ཚུལ་དང་མཐུན་པ། དོན་དམ་པ་དང་མཐུན་པ། ཡིན་ལུགས་དང་མཐུན་པ། ཕྱིན་ཅི་མ་ལོག་པའི་གི་བློ་ཅིག་སླེབས་ཡོང་ན་དེ་ཐམས་ཅད་ཆེན་པོའི་བློ་ཆགས་དེ་གི་ཡོད་རེད། དེ་འདྲའི་གི་ཐམས་ཅད་ཆེན་པོའི་གི་ལམ་དེ་ལ་བསླབ། ཐམས་ཅད་མཁྱེན་པའི་དགེ། བློ་དེ་ལ་གོམས་ཤིང་འདྲི་ཡོང་དུས་དེས་ག་བར་འདྲེན་གྱི་ཡོད་རེད་བསམ་ན་འབྲས་བུ་ཐམས་ཅད་མཁྱེན་པ་ལ་འདྲེན་གྱི་ཡོད་རེད། ཨོ་དེ་འདྲ་ཡིན་དུས་ད་ལྟ་འདིའི་ནང་ལོགས་ལ་ཡ། བློ་གྲོས་རྒྱ་མཚོས་ཤོད་པའི་མདོ་གི་བཅུད་དེ་ག་རེ་གསུངས་འདུག་བསམ་ན། དུས་རྟག་ཏུ། བྱང་ཆུབ་སེམས་དཔའ་རྣམས་ཀྱིས། ད་བྱང་ཆུབ་སེམས་དཔའ། སོ་སོའི་སྐྱེ་བོས་བྱང་ཆུབ་སེམས་དཔའ་རེད་བ་གཙོ་བོ་དེ། བྱང་ཆུབ་སེམས་དཔའ་རྣམས་ཀྱིས་འདིའི་སྐབས་སུ་གཙོ་བོ་དེ་གསོ་བྱེད་བྱང་སེམས་ལ་གསུངས་ཀྱི་ཡོད་རེད། དེ་འདྲ་ཡིན་དུས་ད་སོ་སོའི་སྐྱེ་བོའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ག་རེ་བཀུག་གི་རེད་ཟེར་ན། བློ་ལས། ད་ནི་སྟོང་ཉིད་རྟོག་གེ་ཀྱི་བློ་དང་མ་བྲལ་བ་བྱེད་དགོས་ཀྱི་རེད། སྟོང་ཉིད་ཀྱི་བློ་དང་མ་བྲལ་བ་བྱེད་དགོས་ཀྱི་རེད། རང་བཞིན་མེད་པའི་ཀྱི་བློ་དང་མ་བྲལ་བ་བྱེད་དགོས་རེད། ཆོས་ཐམས་ཅད་སྐྱེ་གཉིས་འདས་པ་ཙམ་རེད་བསམ་པའི་ཀྱི་བློ། རང་བཞིན་གྱི་སྤྲུལ་པ་ཡོད་མ་རེད་བློ་བྱེད་དགོས་རེད་གསུངས་འདུག་བ་དེ་རེད་འདུག། ད་ལྟ་སྤྱོད་འཇུག་གི་ནང་ལ་ཡང་འགྲོ་བ་འདི་དག་ཐམས་ཅད་ནི་རྟག་ཏུ་མ་བྱས་མ་འགགས་ཉིད། འགྲོ་བ་རྨི་ལམ་ལྟ་བུ་སྟེ་རྣམ་པར་དཔྱད་ན་ཆུ་ཤིང་འདྲ། མྱ་ངན་འདས་དང་མ་འདས་དེ་ཉིད་དུ་ནི་བྱེད་པར་མེད། ཞི་བ་ལགས་ཀྱི་སྡོམ་རྒྱག་ཡོད་དོ། འགྲོ་བ་འདི་དག་ཐམས་ཅད་ནི་ཞེས་འགྲོ་བ་ཟེར་བའི་སྐབས་སུ། འགྲོ་བ་རིགས་དྲུག་གི་སྐད་ཆ་བཤད་ཡོད་མ་རེད་དེ། ག་ལ་ཁར་སོང་ན་ཡུལ་དང་ཡུལ་ཅན་གྱི་ཆོས་ཐམས་ཅད་གསུང་གི་ཡོད་རེད། འགྲོ་བ་ཟེར་བ་དེ་བྱེད་པ་བྱ་བ་ལ་གཟིགས་ཡོད་རེད། འགྲོ་བའམ་བྱ་བའམ་བྱེད་ལས་གཡོ་བ། ད་དེའི་གཡོ་བ་དེ་ཡུལ་གྱི་གཡོ་བ་ཡོང་གི་ཡོད་རེད་ཡུལ་ཞེན་གྱི་བློ་ཡི་གཡོ་བ་ཡོང་གི་ཡོད་རེད་ང་ཚོའི་གཡོ་བ་དེ་ཡུལ་དང་ཡུལ་ཞེན་གྱི་གཡོ་བ་གཉིས་ཀྱི་ཡོང་གི་ཡོད་རེད་དེ་འདྲ་གི་འགྲོ་བ་འདི་དག་ཐམས་ཅད་ནི་རྟག་ཏུ་ཟེར་བའི་སྐབས་སུ་རྟོགས་ན་ཡང་འདྲ་མ་རྟོགས་ན་ཡང་འདྲ། གང་དང་དུས་དང་གནས་སྐབས་གང་གི་སྐབས་སུ་ཡིན་ན་ཡང།

ཁ་ཚང་མགོ་ལ་ཡ་སྐར་མ་རབ་རིབ་མར་མེ་རྒྱུ་མ་སྲིད་པ་ཆུ་བོ་པད་ཤག་ཡོར་བ་འགྲོ་བ་རྨི་ལམ་ལྟ་བུ་སྟེ་རྣམ་པར་དཔྱད་ན་ཞེས་པའི་གའི་རྣམ་པར་དཔྱད་སའི་ཚིག་འདི་ག་རེ་གོ་དགོས་ཟེར་ན་ཡུལ་ཅན་གྱི་བློ་སྟོབས་ཆེ་བ་བཅས་ལ་གོ་དགོས་འདུག་ག་བློ་སྟོབས་ཆེ་བ་ཟེར་ཏེ་ག་རེ་ཟེར་ན་ཆོས་ཉིད་བདེན་པའི་གྱི་བློ། ཆོས་ཉིད་བདེན་པའི་བློའམ་ཡང་ན་དངོས་པོའི་གནས་ཚུལ་གྱི་བློ་བཅས་ལ་གོ་དགོས་ཡོད་རེད་དངོས་པོའི་གནས་ཚུལ་གྱི་བློ་ཟེར་ཏེ་ཆོས་ཐམས་ཅད་ཀྱི་ཡིན་ལུགས་དེ། སྤྲོས་པ་ཐམས་ཅད་དང་བྲལ་བ་རེད། སྤྲོས་པ་ཐམས་ཅད་དང་བྲལ་བ་ལ་བློ་དེ་འཇུག་ཐུབ་ན་དེ་བློ་དོན་མཐུན་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས། ཚིག་དེ་ལ་འགྲོ་བ་འདི་དག་ཐམས་ཅད་ནི་རྟག་ཏུ་མ་བྱན་འགྲོ་བ་རྨི་ལམ་ལྟ་བུ་དེ་རྣམ་པར་དཔྱད་ན་ཞེ་དུས་ད་ང་ཚོས་དཔྱད་དགོས་ཀྱི་ཡོད་རེད་ལས་དང་པོ་བ་རྣམས་ཀྱིས་དཔྱད་མཁན་དེ། སོ་སོའི་སྐྱེ་བོའི་བྱང་ཆུབ་སེམས་དཔའ་ཡིན་ན་ཡང་རེད་ང་ཚོ་ཉམས་ལེན་པ་ཡིན་ན་རེད་ཚང་མས་ཀྱིས་ད་དཔྱད་དགོས་ཀྱི་ཡོད་རེད། སྐྱེ་བ་མེད་པ་ཟེར་ག་འདྲ་ཞིག་རེད་བཞག་གནས་པ་མེད་པ་རྒྱུ་མཚན་ག་རེ་རེད་འདུག་འགག་པ་མེད་པ་ཟེར་ག་རེ་རེད་འདུག་གཟུགས་མེད་སྒྲ་མེད་དྲི་མེད་རོ་མེད་རེག་བྱ་མེད་ཆོས་མེད་དོ་ཟེར་དེ་ནས་མིག་གི་ཁམས་མེད་པ་ནས་ཡིད་ཀྱི་ཁམས་མེད་ཡིད་ཀྱི་རྣམ་པར་ཤེས་པའི་ཁམས་ཀྱི་བར་དོ་ཡང་མེད་མ་རིག་པ་མེད་མ་རིག་པ་ཟེར་བ་འགག་ཤིང་མི་འགག་ཤིང་ཟེར་བའི་བར་དོ་ཡང་མེད་དོ་ཟེར་ད་མེད་མེད་མེད་མེད་ཟེར་ཡ་རྒྱུ་མཚན་དེ་ག་འདྲ་ཞིག་ལ་ཐུག་ནས་མེད་པ་ཟེར་ཡ་རེད་འདུག་བསམ་ནས་རྒྱུ་མཚན་སྒོ་མང་པོ་གཅིག་དང། རིག་པ་སྒོ་མང་པོ་གཅིག་གི་ཐོག་ནས་དཔྱད་པ་བྱས་ནས་ཡིད་ངོ་ལ་ངེས་ཤེས་མ་རྙེད་པའི་བར་དོ། གདེང་འཇོག་མ་ཐོབ་ཀྱི་བར་དུ་སྒྲོ་འདོགས་ནང་ནས་མ་ཆོད་ཀྱི་བར་དུ། ལན་གཅིག་དང་གཉིས་སམ་གཅིག་ལྷིང་མེད་བ་དེ་འདྲ་ཡིན་དུས་ཉི་མ་རེ་རེ་བཞིན་དུ་ང་ཚོ་མི་ཚེའི་ནང་ལ། དཀའ་ངལ་མང་པོ་ཅིག་དང་ཚིག་གི་སྐྱིད་སྡུག་མང་པོ་ཅིག་གི་དང་ཁུག་སོ་མང་པོ་ཅིག་འགྲིམ་དགོས་ཀྱི་ཡོད་རེད། དེ་འདྲ་འགྲིམ་པའི་སྐབས་སུ་ལ་དེ་འདྲའི་གི་ཅིག་རྐྱེན་དེ་ཚོ་དྲན་ཏེ་ཅིག་བདེ་སྡུག་གི་རྐྱེན་ཡིན་ན་རེད་སྐྱིད་སྡུག་གི་རྐྱེན་ཡིན་ན་རེད་དགའ་སྡུག་གི་རྐྱེན་ཡིན་ན་རེད་རྐྱེན་བཟང་ངན་གང་བྱུང་བ་ཡིན་ན་ཡང་དེའི་བར་རེ་ཆོད་སོ་བཞག་མ་བྱས་པ། ཡལ་བར་མ་དོར་ནས་དེ་ལམ་དུ་ཆས་དགོས་ཀྱི་འདུག་བ། ལམ་དུ་ཆས་ཚང་སྟེ་དེ་དག་ཐམས་ཅད་དེའི་ཡུལ་ལ་བཞག་དེའི་རྐྱེན་ལ་བཞག་ནས་དེའི་ཐུགས་ལ་བློ་ཡིས་དཔྱད། དེ་ཡིན་དུས་ད་ཐིག་གི་དང་པོ་སྐྱེ་བ་ག་རེ་རེད་འདུག་གནས་པ་ག་རེ་རེད་འདུག་འགག་པ་ག་རེ་རེད་འདུག་རྩ་བ་ག་རེ་རེད་འདུག་རང་བཞིན་ག་རེ་རེད་འདུག་མཚན་ཉིད་ག་རེ་རེད་འདུག་རྣམ་པ་ག་རེ་རེད་འདུག་ངོ་བོ་ག་རེ་རེད་འདུག་བྱེད་ལས་ག་རེ་རེད་འདུག་དེ་འདྲའི་ཐོག་ནས་དཔྱད་པ་མང་པོ་ཞིག་བྱས་ཡོང་དུས་རིམ་པས་རིམ་པས་དགེ་བས་ནི་བློ་ཡི་ནུས་པ་དེ

དཔེར་ན་ཆུ་ལ་རི་མོ་བྲིས་པ་ལྟ་བུ་ཆུ་ལ་རི་མོ་བྲིས་ཆོག་གི་རེད། ཡིན་ན་ཡང་རི་མོ་འདི་རིམ་བཞིན་དུ་རི་མོ་ཡལ་འགྲོ་གི་འདུག་བ། དེའི་རྟག་ཏུ་རྡོ་ཚ་བོའི་སྟེང་དུ་ལ་ཡ་ཁ་བ་བབས་ཡོང་དུས་རྡོ་ཆེན་གྱི་སྟེང་དུ་ཁ་བ་བབས་གི་རེད་དེ་ཁ་བ་བབས་རིམ་བཞིན་དུ་ཁ་བ་དེ་མི་བདེ་བ་ཞུ་འགྲོ་གི་འདུག་བ། དེ་ལྟ་བུ་གི་རྣམ་པར་རྟོག་པའི་གི་ཚོགས་ག་རེ་སྐྱེས་པ་ཡིན་ན་ཡང་ཆུ་ཉིད་ཀྱི་ངང་དུ་རྟག་ཏུ་བློ་དེ་གཞོལ་བའམ་དེ་ཡི་ནང་དུ་བསྡད་བསྡད་པ་ཡིན་དུས་དེ་འདྲའི་གི་གོམས་པར་གོམས་པ་དེའི་སྟོབས་ཆེ་རུ་ཆེ་རུ་ཆེ་རུ་འགྲོ་ཡོང་དུས་ཆོས་ཉིད་ནུས་པའི་སྟོབས་ཀྱིས་དེ་ནི་གཅིག་གི་རྟོག་ཚོགས་ཐམས་ཅད་ཅན་རྐྱེན་སྣང་ཐམས་ཅད་རང་བཞིན་ཉིད་ཀྱིས་ནི་ཆོས་ཉིད་ཀྱི་ངང་དུ་འགྲོ་ཐུབ་ཀྱི་རེད། གཉེན་པོ་ཟུར་ནས་བསྟེན་མ་གོ་བ་གཉེན་པོ་ལོགས་ནས་བསྟེན་མ་གོ་བ་རིག་ཙམ་དང་གསལ་ཙམ་དང་ཧ་གོ་ཙམ་དང་རྟོགས་ཙམ་ཅིག་གི་ངང་ནས་དེ་ནི་དེའི་ནང་ལ་འགྲོ་ཡག་གི་གོ་སྐབས་ཡོད་རེད། ད་དེ་རེད་འདུག་བ། དེ་རིང་ཡིན་དུས་ད་ལྟ་བློ་གྲོས་རྒྱ་མཚོས་ཤོད་པའི་མདོ་སྣང་ཡང་ཆོས་རྗེ་ཚུལ་འདི་ལྟ་བུ་དེ་རྟག་ཏུ་ཡིད་ལ་བཞག་ན་དེ་ལ་ཡང་ཐམས་ཅད་མཁྱེན་པའི་བློ། ད་དེ་རེད་འདུག་བ། ཐམས་ཅད་མཁྱེན་པའི་བློ་ཟེར་བའི་སྐབས་སོགས་ལ་ལམ་ལམ་ཁུག་ཁུག་འདུག་བ། ལམ་གྱི། ལམ་གྱི་སྐབས་སོགས་ལ་བློ་དེ་དཔེར་ན་ཆོས་ཉིད་ཀྱི་བློ་མཐུ་བོ་ཆེ་འདི་ནང་ན་རྟག་ཏུ་བསྡད་ནས་དཔེར་ན་གཟུགས་མེད་སྒྲ་མེད་དྲི་མེད། རྐྱེན་གང་རེ་བྱུང་བ་ཡིན་ན་རྐྱེན་དེ་ཚོ་ཡང་སྣང་ཙམ་རིག་ཙམ་གཅིག་གཉིས་འདི་ཙམ་རེད་མ་གཏོགས་དོན་ལ་ཡོད་མ་རེད་བསམ་པའི་དགེ་སློབ་དེ་རྟོགས་པ་རེད་ཁོང་འདི་རྣམས་ལ་གསུངས་འདུག་བ་འདོན་པ་དང་རྟོགས་པ་དང་དེ་བཞིན་དུ་ནན་ཏན་བགྱིས་ན་གསུངས་འདུག་བ་རྟོགས་པ་ཟེར་བའི་སྐབས་སུ་ལ་རྣམ་པར་རྟོག་པའི་རྟོགས་པ་དེ་བཤད་ཀྱི་ཡོད་རེད་དེ་ཡང་དུ་སྟོང་པ་ཉིད་རེད་བསམ་པའི་དགེ་རྟོགས་པའི་འདུ་ཤེས་ཅིག་དགོས་ཀྱི་འདུག་བ་དེ་ཚད་མར་ཟད་པའི་འདུ་ཤེས་ཡིན་ན་འགྲིག་ཡོད་རེད་རྟོགས་པའི་འདུ་ཤེས་ནི་རེད་དེ་གོང་མ་ཡོང་དུས་གང་འཚམ་ཅིག་ལ་བརྟེན་ནས་རྟོགས་པ་མེད་པའི་དགེ། ངང་དུ་འགྲོ་དགོས་ཀྱི་ཡོད་རེད་རྐྱེན་འདི་དང་པོ་རྟོགས་པས་དྲང་དགོས་ཀྱི་ཡོད་རེད། དེ་ལ་གོམས་ཡོང་དུས་རྟོག་མེད་ཀྱི་ངང་ལ་འགྲོ་ཡ་དེ་ཆོས་ཉིད་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་དེ་ལྟ་བུའི་གི་བློ་དེ་རྟག་པར་བཞག་ན། ཨ་ནི་དེ་བཞིན་གཤེགས་པ་ཐམས་ཅད་ཀྱི་བྱིན་རླབས་དེ་ཡང་དེ་གི་འཇུག་གི་ཡོད། ཐམས་ཅད་མཁྱེན་པ་དང་ཐག་ཉེ་བ་རེད་གསུངས་འདུག། ཐམས་ཅད་མཁྱེན་པ་ཐག་རིང་པོ་མ་རེད། དེ་མ་གཏོགས་བྱམས་པ་རང་མཚན་པར་དགོངས་པ་སྙིང་རྗེ་རང་མཚན་པར་དགོངས་པ་ལ་སོགས་པ་མི་རྟག་པ་རང་མཚན་པར་དགོངས་པ་དེ་ཚོ་སྤྲད་དེ་ཐམས་ཅད་མཁྱེན་པ་ཐོབ་པའི་གི་རྒྱུ་ཅུ་ཆགས་ཀྱི་རེད་དེ་ཡིན་ན་དངུལ་ཆུ་ཆགས་ཀྱི་ཡོད་མ་རེད། དེ་དངུལ་ཆུ་དེ་དེ་དག་ནི་རབ་ཏུ་མི་གནས་པའི་གློག་གི་ནང་ལ་བར་འགྲོ་ཐུབ་ན་ཐམས་ཅད་ཤེས་པའི་དངོས་རྒྱུ་རེད་དེ་འདྲ་འཇུག་ལྡན་གྱི་གང་ཟག་དེ་གི་གློག་དེ་ཐམས་ཅད་ཤེས་པའི་གློག་ཟེར་གྱི་ཡོད་རེད་དེ་འདྲ་དེ་རྟག་ཏུ་བསླབ་དགོས་དགོས་རེད་ནན་ཏན་བྱེད་དགོས་རེད་བརྩོན་དགོས་རེད་དེ་བརྩོན་ན་ཐམས་ཅད་ཤེས་པ་ཐག་མི་རིང་བ་ཡིན་ཉེ་བ་ཡིན་གསུང་གི་འདུག་དེ་འདྲ་ཡིན་དུས་བློ་གྲོས་རྒྱ་མཚོ་ཞེས་པའི་མདོ་ནག་ལོང་ལ་ཡང་གསུངས་པ་ལྟར་དུ་ད་ལྟ་དུས་འཇུག་གི་ནང་ལ་ཡང་དེའི་ཚིག་དེ་ཐུགས་ལ་ཡོད་ན་ཡག་པོ་ཡོད་རེད་ད་སྔ་སྤྱི་དང་འཇིག་རྟེན་པ་ཐམས་ཅད་རིག་དབང་སློབ་སྦྱོང་བྱེད་འདོད་ཡོད་ངེས་ཚོ་གས། འགྲོ་བ་འདི་དག་ཐམས་ཅད་ནི་རྟག་ཏུ་མ་བྱས་མ་འགགས་ཉིད། ཉིད་ཞེས་པའི་ཚིག་དེ་གི་རེད། དེ་རེད་ད། རྒྱུ་མཚན་ལ་བསམ་བློ་བཏང་ན་འདྲ་མ་བཏང་ན་འདྲ། གསུང་སྒྲ་དགོངས་འགྲེལ་དང་བཅས་པ་ཐམས་ཅད་ལ་ཡང་བློས་བཀལ་ན་འདྲ་མ་བཀལ་ན་འདྲ། ལུང་དྲངས་ན་འདྲ་མ་དྲངས་ན་འདྲ། དོན་དག་དེ་གནས་ཚུལ་དེ་ད་ག་རང་རེད་སོགས་ཐག་གཅོད་པའི་སྐད་ཆ་རེད་བ། འགྲོ་བ་འདི་དག་ཐམས་ཅད་ནི་རྟག་ཏུ་ཞེས་པའི་ཚིག་དེ་ཅན་ལ་རག་མ་ལས་པ། རིག་པའི་སྐྱེས་པ་བྱས་ཀྱང་རུང་མ་བྱས་ཀྱང་རུང། རེད་དོ། ངོ་བོ་ཉིད་ཀྱི་སམ་རང་བཞིན་ཉིད་ཀྱིས་རྟག་ཏུ་མ་བྱས་པ་རེད། འགྲོ་བ་འདི་དག་ཐམས་ཅད་ནི་རྟག་ཏུ་མ་བྱས་མ་འགགས་ཉིད་འགྲོ་བ་རྨི་ལམ་ལྟ་བུ་སྟེ་ཟེར་ཏེ་ང་ཚོས་ད་ཤེས་ཐུབ་ཡ་དེ་རྨི་ལམ་ལྟ་བུ་རེད་ཟེར་བཤད་དེ་རྨི་ལམ་དེ་བདེན་པ་མིན་པ་ཚང་མས་ཤེས་ཀྱི་ཡོད་རེད། རྨི་ལམ་རྨིས་པའི་སྐབས་སུ་རྨི་ལམ་དེ་བདེན་པ་ལྟ་བུ་མཐོང་ན་ཡང། གཉིད་སད་པའི་སྐབས་སུ་རྨི་ལམ་བཟང་ངན་གང་བཏང་ཡོད་ན་ཡང་བློ་ཡི་ཡུལ་དུ་གྱུར་པ་ཙམ་རེད་མ་གཏོགས་དངོས་སུ་ཡོད་མ་རེད་བ། དེ་ལྟ་བུ་ཉིད་སྣང་གི་གཅིག་ཐ་དད་ཀྱི་འཁྲུལ་འབྱམས་ཀྱི་རྟོག་ཚོགས་ཐམས་ཅད་དང་རྐྱེན་གྱི་བཟོ་འབྲེལ་དེ་ཡང། བློ། ཐུགས་ཆེའམ་བློ། གཅིག་གི་ཟབ་མོ་སྟོང་པ་ཉིད་ཀྱི་དོན་འདྲ་བའམ། དེ་གཉིས་ཚུལ་དང་གཉིས་ཚུལ་གྱིས་བློ། ཐུགས་ཆེ་དེ་སྲས་ཡོངས་འདུ་དེའི་ངོར། དེ་ཐམས་ཅད་དེ་རང་བཞིན་གྱིས་ཐུང་ངུ་མ་རེད། ལྟ་འདོད་ཡུལ་མེད་པ་རེད་དེ་འདྲ་ཡོད་དུ་འགྲོ་བ་རྨི་ལམ་ལྟ་བུ་དེ་རྣམ་པར་དཔྱད་ན་ཟེར་བའི་བཀའ་སོགས་ལྟ་དཔྱད་མཁན་དེ་ང་རང་ཚོ་རེད། ལས་དང་པོ་པའམ་ད་ལྟ་ལམ་ལ་སློང་མཁན་ཚོ་གི་ལྕེ་དགུ་ཡོད་རྣམ་པར་དཔྱད་ན་ཆུ་ཤིང་འདྲ། མྱ་ངན་འདས་དང་མ་འདས་བར་དེ་ཉིད་དུ་ནི་ཆད་པར་མེད་ས་ད་གནས་ལུགས་ཐོག་ལ་ལས་ཡོངས་འདུ། འཁོར་བ་འཁོར་བའི་དེ་བཞིན་ཉིད་དེ་མྱ་ངན་ལས་འདས་པ་རེད། ཀུན་རྟོག་ག་རེ་ཡིན་པ་དེ་ཡེ་ཤེས་རེད་མ་གཏོགས་ཀུན་རྟོག་སྤངས་པའི་ཕ་རོལ་ལ་ཡེ་ཤེས་ཡོད་མ་རེད། འཁོར་བ་སྤངས་པའི་ཕ་རོལ་ལ་མྱང་འདས་ཡོད་མ་རེད། བློ་ཡི་འཛིན་སྟངས་རེད་བ། དེ་འདྲ་ཡོད་དུས་བློ་ཡི་འཛིན་སྟངས་ཟེར་བཤད་ཡོད་དུས་ཕྱིན་ཅི་ལོག་པའི་གི་བློ་ཡོད་ཀྱི་རིང་དེ་ལ་གཉིས་འཛིན་གྱི་བློ་ཡོད་ཀྱི་རིང་ལ་འཁོར་བ་དང་ཡང་དེ་སླེ་གི་ཡོད་བ་རེད། གཉིས་འཛིན་གྱི་བློ་དེ་ཞིག་ནས་གནས་ལུགས་ཀྱི་སྟེང་ལ་སླེབས་ཡོང་དུས་འཁོར་བ་དང་ཡང་དེ་གཉིས་ཀ་ཡོད་མ་རེད་ག་རེ་ཟེར་ན་དེ་གཉིས་དེ་འཛིན་པ་ཆགས་ཡོད་བ་རེད་བློ་ཡི་གཏད་སོ་ཆགས་ཡོད་བ་རེད། བློ་ཡི་གཏད་སོ་ཞིག་དགོས་གི་ཡོད་བ་རེད། བློ་ཡི་གཏད་སོ་མ་ཞིག་ན་ལས་ས་གི་རེད་ཉོན་མོངས་པ་ཡོད་བ་རེད། དེའི་དབང་གི་ལས་ས་གི་རེད་དེའི་དབང་གི་འཁོར་བ་ལ་སྐྱེ་བ་ཡོང་གི་ཡོད་བ་རེད་ད་བློ་ཡི་གཏད་སོ་གཏད་སོ་འམ་དམིགས་གཏད་ཐམས་ཅད་ཞིག་དགོས་ཡོད་རེད་དམིགས་པའི་གཏད་སོ་ཞིག་པ་དེ་འདྲ་ཅིག་གི་ངོ་ལ་ཉོན་མོངས་ཡོད་མ་རེད་ཉོན་མོངས་མེད་ན་དེ་ཡི་ལས་ཟ་གི་མ་རེད་མེད་པས་འཁོར་བ་ལ་སྐྱེ་བ་ཡོང་གི་མི་འདུག་བ་ད་དམིགས་པའི་གཏད་སོ་མཐའ་དག་ཞིག་པར་བྱས་པ་ལ་བློ་གྲོས་རྒྱ་མཚོས་ཞུས་པའི་མདོ་གི་ནང་ངོ་ལ་དེ་ལྟ་བུའི་གེ་སང་མོ་སྟོང་པ་ཉིད་ཀྱི་དོན་ལ། ཡིད་ལ་བཅང་བ། ཡིད་ལ་གོམས་པར་བྱེད་པ། དཔེ་ཟ་ཡིན་ན་ཡང་ཀློག་ཡ། མདོ་སྡེ་ཟབ་མོ་འདི་ཚོ་དྲན་ཡ་ཡང་ནས་ཡང་དུ་འདོན་ཡ། དེ་ལ་ཡ་ཡང་ནས་ཡང་དུ་ཀུན་ཏུ་རྟོག་གོ་ཡ་དེ་འདྲ་གི་ནན་ཏན་བྱེད་པ་ཡིན་ན། ནི། ཐམས་ཅད་བྱམས་པ་ཐག་ཉེ་བ། རེད་འདུག་ག། ཕྱི་ནང་གི་བར་ཆད་ཡོད་ན་ཡང་དེ་གི་ལྡོག་གི་རེད་གསུངས་འདུག་བར་ཆད་མང་པོ་ཡོད་རེད་ང་ཚོ་ལ་ད། བར་ཆད་མང་པོ་ཡོད་རེད་ཟེར་དུས་བསམ་པ་དེ་ཡང་ཁ་བཏགས་ཅིག་གིས་དཔེ་ཞག་ཅིག་གིས་ཅིག་ང་ཚོ་བླ་མའི་སྐུ་ནས་འགྲོ་དགོས་ཀྱི་འདུག་ག། འགྲོ་སོང་ཤམ་པོ་རེད། ཀྱི་བླ་མ་དེའི་སྐུ་མདུན་ལ་ཅིག། ད་བྱམས་བྱུག་ཅིག་གནང་རོགས་གནང་ཟེར་ག་ཅིག་བླ་མས་ཡག་ཡག་ཟེར་ག་ཅིག་དེ་གི་ཁུངས་མ་ཆོད་ཡོད་དུས། ཡང་བླ་མ་ཞེན་པ་གཅིག་བཟའ་འགྲོ་དེ་འདྲ་ཞིག་ལ་ད་རེ་བ་མང་པོ་རེ་བ་ང་ཚོ་རེ་བ་གཅིག་གི་ནང་ལ་བསྡད་དེ་ཡོད་རེད་ད་དེ་དགོས་གི་མ་རེད་གསུང་བ་རེད་འདི་འདྲ་བོ་གའི་ཟབ་མོ་སྟོང་པ་ཉིད་ཀྱི་དོན་བློ་ལ་ཉེ་བར་བཞག་ནས་དེ་ལ་ཡང་ནས་ཡང་དུ་བློ་དེ་ཐིག་ནང་ལ་བ་གོམས་པར་བྱེད་ཐུབ་གི་འདྲིས་པར་བྱེད་ཐུབ་ན་ཁོ་དངོས་པོ་གནས་ཚུལ་དེ་བདེན་པ་ཡིན་པ་ཡིན་དུས་དེ་རེ་ནང་ལ་འགྲོ་ཡ་ལ་དཀའ་ལས་ཡོད་མ་རེད། དངོས་པོའི་གནས་ཚུལ་དང་མ་མཐུན་པའི་གཅིག་གི་བློ་ཞིག་གི་ནང་དུ་ག་ཚོད་བསྡད་བསྡད་པ་ཡིན་ན་ཡང་ཁོ་བག་ཆགས་སྲ་འདུག་གི་ངན་པ་བསགས་ཡག་གི་གོ་གཉིས་འཛིན་གྱི་བློ་ཡི་སྐོར་དམིགས་གཏད་དང་ཁོ་དེ་ཡོད་པ་ཡིན་དུས་ད་རུང་ཡང་ལས་བསགས་པ་དང་དེ་ཡོང་གི་རེད་བག་ཆགས་བསགས་པ་ཡོང་གི་རེད་དེ་ཡིས་བག་ཆགས་ངན་པ་ཐམས་ཅད་བཟློག་པའི་གི་གཉེན་པོ་ལ་འགྲོ་གི་མ་རེད་བག་ཆགས་སྲ་འདུག་བསགས་ཡག་གི་ཁ་སྣོན་ལ་འགྲོ་གི་རེད་དེ་བྱས་ན་ད་བློ་མཐུ་བོ་ཆེ་དེ་འགྲོ་དགོས་བློ་མཐུ་བོ་ཆེ་ག་རེད་ཟེར་ན་ཆོས་ཉིད་ཟབ་མོ་འདི་རེད་ཅེས་ཀྱི་ནང་ལ་བློ་དེ་ག་དུས་ཡིན་ན་བཞག་ཐུབ་ན། མཉམ་པར་བཞག། དེ་ལ་ཡང་ནས་ཡང་དུ་འདྲིས་པར་བྱེད་བསམ་བློ་བཏང་དེ་འདྲ་ཞིག་བྱེད་ཀྱི་ཡིན་ན་བར་ཆད་གཡུལ་ལས་རྒྱལ་བ་ཡིན་གསུངས་པ་རེད་དེ་འདྲ་ཡིན་གསུངས། ད་དེ་གསུངས་པའི་སྐབས་སུ་གསུངས་འདུག་ཟེར་བཞག་བཞག་ཏུ་འདྲི་གི་མི་འདུག་ངས་དེ་ལྟར་འདིར་སྐྱོར་ཡ་དེ་ཡང་ཅི་དང་ད་དེ་བློ་རིག་རྒྱ་མཚོས་ཤོད་པའི་མདངས་དེ་འདྲ་འདུག་ཟེར་ནས་ང་ཚོ་ཅི་ཙམ་བློ་རིག་རྒྱ་མཚོས་ཤོད་པའི་མདོ་དེ། དབུ་མ་ཟེར་མཁན་ཐམས་ཅད་ཀྱིས་ཕར་བཞག་གི་བློ་རིག་རྒྱ་མཚོས་ཤོད་པའི་མདོ་དེ་གཙོ་བོར་བཞག་གི་ཡོད་རེད་པ། ཤོད་ཀྱི་ཡོད་རེད་དེ་ཚང་མས་ད་མཁྱེན་གྱི་ཡོད་རེད་བློ་རིག་རྒྱ་མཚོས་ཤོད་པའི་མདངས་འདི་འདུག་དེ་འདུག་ཟེར་མཁྱེན་གྱི་ཡོད་རེད་དེ་ཡིན་ན་ཡང་ང་ཚོ་ལག་ལེན་ལ་བཀལ་ཡ་དེ་དཀའ་ལས་ཁ་པོ་ཆགས་ཀྱི་འདུག་བ། འོ་དེ་འདྲ་ཡིན་འདུག་ད་སྡོམ་རྒྱག་ཡོད་འདུག་གནས་ཚུལ་དེ་འདྲ་ཞིག་འདུག་དེ་སུའི་ལས་འགན་རེད་འདུག་ཟེར་ན་ང་ཚོ་ཆོས་བྱེད་པ་ཚོ་གི་ཉམས་ལེན་རེད་འདུག་དཔེ་ཆ་བལྟ་མཁན་ཚོ་གི་ཡང་ཉམས་ལེན་གྱི་འགན་རེད་ཤག་ཉམས་ལེན་བྱེད་མཁན་ཚོ་གི་ཡང་འགན་རེད་འདུག་བསམ་བློ་བཏང་མཁན་ཐམས་ཅད་ཀྱི་ཡང་འགན་རེད་ཤག་སློབ་སྦྱོང་བྱེད་མཁན་ཚོ་གི་ཡང་འགན་ཆེན་པོ་རེད་ཤག་མཐུན་ལྟ་མཁན་ཐམས་ཅད་ཀྱིའང་འགན་ཆེན་པོ་དེ་ཕྱག་ཏུ་འདོགས་ན་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡག་གི་ཆེད་དུ་ང་ཚོ་སློབ་སྦྱོང་བྱེད་ཉམས་ལེན་བྱེད་སྒོམ་བརྒྱབ་མཉམ་པར་བཞག་ག་ཚོད་བྱེད་བྱེད་ཀྱི་ཡོད་པ་ཡིན་ན་ཡང་འདི་འདྲ་གི་ཅིག་གི་གསུང་རབ། གཏིང་ཟབ་པོ་དོན་ཟབ་པོ་ཉམས་སུ་ལེན་ཐུབ་ན་ད་ནི་ཅིག་གི་སྐྱེ་བ་ཕྱི་མ་དང། གཅིག་གིས་དེ་འདྲ་ལས་ཡག་རེད་མ་གོ་བ། སྐྱེ་བ་འདི་ཚོ་ལས་ཡག་ཅིག་འབྲས་བུ་དངོས་གནས་ཐོབ་ཐུབ་ཡ་ཡོད་པའི་གི་ནུས་པ་བྱིན་རླབས་ཆེ་བ་སྟོབས་ཆེ་བ་དེ་འདྲ་ཞིག་འདུག་འདི་ང་རང་ཚོ་གི་ག་ཚོད་ཐུབ་ཐུབ་ཀྱི་ཉམས་ལེན་བྱེད་ཀྱི་ན་དུས་ཚོད་འཕྲོ་བརླག་འགྲོ་གི་མི་འདུག་ཟེར་ད་འདི་རེད། དེ་མིན་ན་ང་ཚོ་དུས་ཚོད་འཕྲོ་བརླག་འགྲོ་གི་ཡོད་རེད་ད། ལོ་དང་ཟླ་བ་ཞག་དང་ཟ་མ་མང་པོ་ཅིག་ལས་ཅིག་བྱེད་ཀྱི་ཡོད་སྒྲུབ་ཀྱི་ཡོད་འདོན་གྱི་ཡོད་ཅིག་བྱས་པ་ཡིན་སྒོམ་པ་ཡིན་ཟེར་ལབ་ཡིན་ན་ཡང་སྒོམ་པ་དང་སྒྲུབ་པ་དེ་དངོས་པོའི་གནས་ཚུལ་དང་མཐུན་པ་ཅིག་ཡོང་གི་འདུག་དང་མི་འདུག་ལྟ་བའི་སྐབས་སོགས་ལ་ཐེ་ཚོམ་ཆགས། ཕལ་ཆེར་མ་ཡོང་བའི་སོགས་རེད་ཆགས་ད་དེ་འདྲའི་རེ་བྱས་ཡོང་དུ་ལན་ཅིག་སོ་སོ་ཡིན་ན་ཡང་བློ་འགྱོད་ཡོང་ཡ། མཚམས་མཚམས་མ་ནི་ཡང་ཆོས་ཟེར་ཡ་དེ་ལ་བྱིན་རླབས་གང་ཡང་མི་འདུག་ནུས་པ་མི་འདུག་ངས་ད་ག་ཚད་ཅིག་བལྟས་པ་ཡིན་ད་ག་ཚད་ཅིག་དགོངས་པ་ཡིན་ནུས་པ་ཐོན་ཡ་མི་འདུག་སེམས་ཤ་འདྲ་བོ་བྱེད་ཡིན་ནའི་རང་གི་སྒྲུབ་སྟངས་དེ་ནོར་སོང་བ་དང་སྒྲུབ་ལུགས་དེ་དཔེ་ནོར་གསུང་རབས་དགོངས་འགྲེལ་དང་མ་མཐུན་པ་ཅིག་ཡོང་གི་འདུག་བ་དེ་ཧ་མ་གོ་བ་དེ་འདྲ་རང་གི་འདུག། དེ་འདྲ་ཡིན་དུ་ད་སངས་རྒྱས་ཀྱིས་སོང་རྩ་བ་ཆེན་པོ་འདི་འདྲ་ཞིག་འདུག་ཟེར་ནས་མར་ཞུས་བཞག་ན། དེ་ནི་ཡང་འགའ་ཤས་འགའ་ཤས་ཀྱིས་ཨོ་ད་འདི་ངས་སློབ་སྦྱོང་བྱེད་དགོས་འདུག་ཅིག་མཇལ་དགོས་ཀྱི་འདུག་དེའི་གསུང་རབ་དེ་མཇལ་དགོས་ཀྱི་འདུག་དེ་ལ་དགོངས་འགྲེལ་རེ་ཡོད་ན་ཡང་མཇལ་དགོས་ཀྱི་འདུག་དེའི་སློབ་སྦྱོང་ཞིག་བྱེད་དགོས་ཀྱི་འདུག་བསམ་པའི་བསམ་བློ་བཏང་ན། གང་ཟག་འགའ་ཤས་ལ་ཕན་སྲིད་པར་རེ་བ་དེ་འདྲ་ཡིན་འདུག་དགེ་བསྐུལ་རེ་ད། མི་ལ་རེ་བས་ཀྱི་དེ་ལ་འཇུག་ཅིང་བསྐུལ་བ་ལ་བཀའ་དྲིན་དཔག་ཏུ་མེད་པ་ཡོད་གསུང་བ་འདི་དེ་རེད་བ་ད་དེ་ལ་འཇུག་ཅིང་བསྐུལ་བ་ཟེར་ཡག་འདི་དེ་རེད་འདུག་བ་འཇུག་ཅིང་བསྐུལ་ཟེར་དུ་དེ་འདྲ་འདུག་ད་གསུང་རབ་ནང་ལ་དེ་འདྲ་གསུང་བཞག། དགོངས་འགྲེལ་ནང་ལ་དེ་འདྲའི་གསུང་བཞག་དེ་ང་ཚོས་ད་སློབ་སྦྱོང་བྱས་ཉམས་ལེན་བྱས་ན་དེ་ལ་ཕན་ཐོགས་དེ་འདྲ་ཞིག་འདུག་བྱས་ནས་དགེ་བསྐུལ་རེད་བ་དགེ་བསྐུལ་བྱས་པ་ཡིན་ན་དེ་ལ་ནུས་པ་ཆེན་པོ་འདུག་བསམ་བྱས་ནས་གོ་སྐབས་ཅིག་བླངས་བྱས་ནས་ཞུས་པ་ཡིན།